གནོད་པ་འདྲ་བོ་ཆགས་བཞག་པ་ཡིན་ན། ཁོང་ལ་ཡང་ཅིག་རྒྱུད་སྡེ་མང་པོ་ཅིག་གི་བཀའ་བབས་རེད། དེའི་རྒྱུ་མཚན་གང་ཡིན་ཟེར་ན་ཁོང་ལ་ཡང་མཁའ་འགྲོ་མ་གི་ལུང་བསྟན་ནས་དེ་ནས་ཁོང་རྒྱ་ཤར་ལྷོ་ནུབ་བྱང་ག་བ་ག་ས་ལ་ཕེབས་དེ་སྐབས་དེ་དུས་ཅིག་རྒྱ་གི་གྲུབ་ཆེན་དེ་ཚོ་ས་ཆ་གང་ཡང་རུང་བ་ཅིག་ལ་བཞུགས་དེ་ཡང་སྦས་པའི་རྣམ་དཔྱོད་ཀྱི་ཚུལ་དུ་བཞུགས་དེ་ནས་རྒྱུད་སྡེ་གང་ཡང་རུང་བ་ཅིག་ཉམས་ལེན་གནང་དེ་རང་སློབ་མ་རེ་རེ་གཉིས་གཉིས་གསོ་སྦྱོང་གནང་ནས་དེ་འདྲས་བྱས་ནས་བཞུགས་དེར་མ་གཏོགས་ད་ལྟ་བོད་ཀྱི་བླ་མ་རྣམས་ཞིག་དཔལ་ཅིག་རྒྱུད་སྡེ་དེ་ཚོ་དཔལ་ཆབ་དཔལ་འཇག་ཆེན་པོ་གནང་ནས་དེ་འདྲས་བྱས་ནས་བཞུགས་ཡོད་མ་རེད་དེ་བྱས་ཙང་སྟོད་ལོག་པ་འདྲ་བོ་ཆགས་ཤར་བས་ན་དེ་འཇག་ཤར་ལྷོ་ནུབ་བྱང་ཆ་ཚང་ལ་ཕེབས་མ་གཏང་གི་གཙོ་བོར་ཆོས་བོད་ཀྱི་གྲུབ་ཆེན་མང་པོ་ཅིག་བཙལ་ནས་ཁོང་གིས་ནི་ད་ཅིག་གསང་བ་འདུས་པ་དང་སྤྱི་རྡོར་དང་བདེ་མཆོག་དང་བདེན་བཞི་ལ་སོགས་པ་ད་གང་ལྟར་གསང་སྔགས་བླ་མེད་ཀྱི་རྒྱུད་མང་ཆེ་བ་ཅིག་ཁོང་གིས་ཆ་ཚང་གསན་དེ་གསན་པ་ལ་བརྟེན་ནས་ནི་ཁོང་ལ་ད་བཀའ་བབས་གཙོ་བོ་བཞི་ཡོད་རེད་ཟེར་ནས་དེ་འདྲ་བཤད་གི་འདུག་ཟེར། ད་སྐབས་དེ་དུས་ཅིག་ཇག་གྲུབ་ཆེན་མང་ཆེ་བ་ཅིག་ལ་བཀའ་བབས་རེ་རེས་མ་གཏོགས་མེད་བ་ཡིན་པ་སོང་ཙང་དཔོན་སློབ་པ་འདྲ་བོ་ཆགས་ཤར་བ་ཡིན། ཨ་ནི་ཁོ་བཀའ་བབས་བཞི་ཐམ་པ་ཡོད་བ་ཡིན་པ་སོང་ཙང། དེ་ནི་སྐབས་དེ་དུས་པས་ད་བཀའ་བབས་བཅུ་པོ་ཆགས་དེ་རེད། དེ་ཡིན་དུས་ཨནི་དཔོན་སློབ་པ་གི་བརྒྱུད་པ་དེ་ལ་ཡང། བཀའ་བབས་བཞིའི་བརྒྱུད་པ། ཨ་ནི་དེ་ཚོ་བསྡོམས་ཡིན་དུས་ག་ས་བཀའ་བརྒྱུད་ཟེར་ནས་བཤད་གི་འདུག་ཟེར། དེ་ཡིན་དུས་ད་དུ་ལོ་བར་གྱི་ཅིག་མ་དང་གི་གཙོ་བོར་གྱུར་པའི་གི། བླ་མ་མང་པོ་ཞིག་བསྟེན། དེ་ཚོ་ནས་ཅིག་ད་ཁོང་ནམ་རྒྱུན་དུས། ང་ཚོ་དེ་ཤེས་གི་རེད་ཀླུ་སྒྲུབ་བཅར་ཡ་ལ་བ་པ་ཀ་བ་ཟབ་མོ་ང་ཡིན་ནི་ཀ་བབ་ཞིག་བླ་མ་ཡིན། དེ་ཡིན་དུས་ག་ས་ད་དེ་ཀླུ་སྒྲུབ་ནས་མ་བརྗོད་བསྡད་པ་དང་དེ་བཅར་ཡ་པ་ནས་བརྗོད་བསྡད་པ་དང་ལ་བ་པ་ནས་བརྗོད་བསྡད་པ་དང་ད་སུ་ག་སི་དེ་ནས་བརྗོད་བསྡད་པ་དེ་ཚོ་ཆ་ཚང་དེ་ཁོང་ལ་ཀ་བབ། དེ་ཚོ་ཁོང་གི་ཉམས་བཞེས་གནང་ནས་ཁོང། གྲུབ་ཐོབ་རྩོལ་མེད་ཀྱི་གྲུབ་ཐོབ་ཆེན་པོ་ཆགས་གྲུབ་ཐོབ་ཆེན་པོ་ཆགས་ནས་ཁོང་གི་ཅིག། ཅི་བདག་མི་ཡི་བླ་མ་བསྟེན་མ་དགོས་པར་དེ་རྡོ་རྗེ་འཆང་ནས་ཡང་དངོས་སུ་མི་དང་མི་ཡི་ཚུལ་དུ་ཅིག་ཆུ་གསན་རྒྱུ་ཡོད་པ། དེ་འདྲ་བྱུང་བ་ཡིན་པ་སོང་ཙང་ཅི་ལྟར་ཁོང་ལ་དང་པོ་ཡང་ཅིག་ལོ་རྒྱུས་རང་བཞིན་གྱི་བརྒྱུད་པ་བཀག་ཏེ་བབས་པ་རེད་དེ་ཡིན་ནའི་ཕྱིས་སུ་ཁོང་ལ་ད་རྡོ་རྗེ་འཆང་ནས་དངོས་སུ་བསྒྱུར་བ་ཡིན་པ་སོང་ཙང་ང་ཚོ་ནམ་རྒྱུན་བཀའ་ཆོས་ཀྱི་ད་ལྟ་ལོ་པ་ལ་ཡང་རིང་བརྒྱུད་སུ་ཁོ་ལོ་རྒྱུས་རང་བཞིན་གྱི་བརྒྱུད་པ་ཅིག་དང་ཉེ་བརྒྱུད་སུ་དངོས་སུ་ཁོ་རང་ནི། སྟོད་ལོ་པ་གི། རྡོ་རྗེ་འཆང་རང་གི་དུས་ནས་ནི། བཀའ་བབས་ཞེས་གདམས་པ་དེ་ཚོ་ཆ་ཚང་གསན་པ་ཡིན་པ་སོང་ཙང་ང་ཚོ། ཅིག་སྟོད་ལོ་པ་ལ་ཡང། ཉེ་བརྒྱུད་དང་རིང་བརྒྱུད་གཉིས་ཀ་ཡོད། དེ་འདྲ་བཤད་ལུགས་སོས་དེའི་བྱས་ཙང་ནི། དེ་ནི་མ་བརྒྱུད་པ་དེ་ལ་ཡང་བཀའ་བརྒྱུད་ཟེར་ནས་དེ་འདྲའི་མཚན་ཐོགས་པ་རེད། དེ་ནི་སྟོད་ལོ་པ་གི་དང། སློབ་མ་གཙོ་བོ་འགྲོ་བ་དང་སྙན་གྲགས་ཆེ་ཤོས་དེ། པན་ཆེན་ནག་རོག་པ་རེད་པན་ཆེན་ནག་རོག་པ་འགྲོ་བོ་ཆགས་བཞག་བས་ན། ཁོང་སྤྱི་བཏང་ད་ལྟ་དེ། ཇག་གི་ས་ཆ། ཀཱ་ཤི་མིར་ལ་འཁྲུངས་བ་རེད། ཀཱ་ཤི་མིར་ལ་ཁོང་བཞུགས་དུས་དུས་ཀཱ་སི་ནེ་པའི་མཁས་པ་ཆེན་པོ་ཆེ། དེ་ནས་རྗེས་མ་ཚོར་ཇཱ་ཨ་ཡོའུ་ལ་ཕེབས། ཇཱ་ཨ་ཡོའུ་ལ་ཕེབས་ནས་སྐབས་དེ་དུས་ད་ཅིག་ཇཱ་ཨ་ཡོའུ་ལ་ཡང། ནང་པའི་གཙུག་ལག་སློབ་གཉེར་གྱི་སྐད་གྲགས་ཆེ་ཤོས་དེ་བི་ཀར་མ་ཤི་ལ་རེད། དེ་ནས་ཁོང་བི་ཀར་མ་ཤི་ལ་ལ་མཁས་པ་ཆེན་པོ་ཆགས། བི་ཀར་མ་ཤི་ལ་གིས་ཁོང་ལྗང་ཁུ་སྲུང་བའི་དཔེ་འཕྲིན་དག་མཛད། དེ་འདྲ་ཡིན་པ་སོང་ཙང་ཁོང་སྐབས་དེ་དུས་ད་མཁས་པ་ཆེན་པོ་ཞེ་བོ་ཆགས་པ་རེད་དེ། ཁོང་རང་གི་དགོངས་པ་ལ་ཡང་ད་སྔགས་ཀྱི་དཔལ། སྤྱི་བཏང་སངས་རྒྱས་ཀྱི་བཀའ་ཟློག་ཆོག་ཐམས་ཅད་དང་དེའི་ནང་ནས་ཀྱང་ང་གསང་སྔགས་ཀྱི་རྒྱུད་དུ་སོ་ད་ངས་ངོ་འདྲེན་ཡག་པོ་ཤེས་ཀྱི་ཡོད་དྲིས་ནས་ཁོང་གིས་སོ་སོ་སོ་ལ་སྤོབས་པ་འགྲོ་བྱེད་ཞུ་འོས་ཡོད་པ་བྱས། དེ་འདྲའི་དུས་སུ་ཁྱེད་ལ་ཁོང་ནས་མཁའ་འགྲོ་མ་གི་ལུང་བསྟན་ནས་ད་ཁྱོད་རང་ཚིག་ལ་མཁས་པ་རེད་མ་གཏོགས་དོན་ལ་མཁས་པ་མ་རེད། ཨ་ལྷག་པར་དུ་ཁྱོད་རང། མན་ངག་ཏུ་སུ་ཞི་དྲག་ཡག་པོ་ཤེས་ཀྱི་མ་རེད། དེ་བྱས་ཙང་ཨ་ནི་སྟོད་ལྷ་བུ་སེར་པོ་གླང་མ་བྱེད་ཡོད་རེད། དེ་བསྟན་པ་ཡིན་ན་དེ་ཁྱོད་རང་མན་ངག་ཏུ་སུ་ཡག་པོ་ཐོབ་ནས་དེ་ནི་ཚིག་ཙམ་མ་ཡིན་པ་མན་ངག་ལ་ཡང་མཁས་པ་ཆགས་ཀྱི་རེད། དེ་འདྲ་ལུང་བསྟན། དེ་ལུང་བསྟན་པ་ཡིན་པ་སོང་ཙང་ཨ་ནི་པན་ཆེན་ནཱ་རོ་པ་གིས་ཡང་ད་བཀའ་ཆེན་ཆོས་ཉིད་ལ་སོགས་པ་དཀའ་བ་མང་པོ་ཞིག་སྤྱད་ནས་དེ་ནི། སྟོད་ལྷ་བ་དངོས་སུ་མཇལ། སྟོད་ལྷ་བ་མཇལ་བ་མ་ཟད་ཨ་ནི་ཁོང་གིས་སྟོད་ལྷ་བ་དགོན་སྡོད་ནས་ཅིག། ད་མན་ངག་མང་པོ་ཞིག་ཐོབ་བ་རེད་མན་ངག་མང་པོ་ཞིག་ཐོབ་བ་དེ་ལ་ཆས་སུ་བོས་ལ་ཡང་ནག་རུག་ཆུ་དྲུག་ཟེར་ནས་ཚིག་འདི་དེ་འདྲ་ཟེར་ནས་བྱུང་བ་རེད། ད་པན་ཆེན་ནག་རུག་པ་འདྲ་བོ་ཆགས་བཞག་པ་ཡིན་ན་ཨ་ནི་ཁོང་ག་རེད་ཟེར་ན་ད་ཕྱིས་ཅིག་ཁོང་ཡང་ཅིག་ད་རྒྱ་གར་ལ་ཅིག་སངས་རྒྱས་ཀྱི་བསྟན་པ་མ་ནུབ་པ་གོང་དེ་བ་ཚོ་ལ་བྱང་ཆུབ་དེ་འདྲ་རེད་ད་སྐབས་དེ་དུས་གཅིག་ཇག་ལ་དངོས་འབྲེལ་ཁོ་རང་མཁས་པ་སྐད་གྲགས་ཆེ་ཤོས་དེ་པན་ཆེན་ནཱ་རོ་པ་ཤཱ་ཏི་པ་དེ་ག་ནང་བཞིན་ད་ཨ་བྷེ་ཡ་ཀ་ར་གུབ་ཏ་གསུམ་ད་ཕལ་ཆེར་གྲགས་ཆེ་ཤོས་དེ་གསུམ་རེད་དེའི་ནང་དོན་ནས་ཀྱང་ད་ཨ་བྷེ་ཡ་ཀ་ར་གུབ་ཏ་འདྲ་བོ་ཆགས་ཤ་བས་ན་ཁོང་གི་ཤཱ་ཏི་པ་ལ་ཚད་མར་འཛིན་གི་ཡོད་རེད་ལ་ཤཱ་ཏི་པ་འདྲ་བོ་ཆགས་ཤ་ན་ཤཱ་ཏི་པ་གི་བླ་མ་གཙོ་བོ་གཅིག་པན་ཆེན་ནཱ་རོ་པ་ཆགས་དེ་རེད་དེའི་བྱས་ཙང་སྐབས་དེ་དུས་ད་ཇག་ལ་ཡང

ཅིག། དབང་ལུང་མན་ངག་ལ་སོགས་པར་གསན་རྒྱུ་དེ་འདྲ་བྱུང་བ་རེད། དེ་བྱས་ཙང་ད་སྐབས་དེ་དུས་ད་ཅིག་རྒྱ་ཡུལ་བོད་ལ་ད་པན་ཆེན་ནཱ་རོ་པ་ལས་སྙན་གྲགས་ཆེ་བ་ཅིག་དང་དེ་ལས་ནི་གུས་བཀུར་ཆེ་བ་ཅིག་ཕ་ཆེར་མེད་བ་འདྲ་བོ་ཞིག་རེད། དེ་པན་ཆེན་ནཱ་རོ་པ་འདྲ་བོ་ཆགས་ཤར་བ་ཡིན་ན་ད་དམིགས་བསལ་ཅིག་ག་རེ་ཟེར་ནས། ཨ་དེའི་སྔོན་ལ་ད་སྤྱི་དང། ནང་པའི། ད་ཅིག་པན་གྲུ་དག་དེ་འདྲའི་མང་པོ་ཡོད་རེད། ཨ་ལྷག་པར་དུ་ད་ཡང་ནང་པའི་རྣམ་འགྱུར་པ་དེ་འདྲའི་མང་པོ་བྱེད་ཡོད་དེ། ད་ནམ་རྒྱུན་ང་རང་ཚོ་གི་དཔེ་ན་ཟླ་བ་གྲགས་པ་ལ་སོགས་པ་དེ་ཡང་ཅིག་གསང་བ་འདུས་པའི་གི་བརྒྱུད་པ་ནང་ལོགས་ལ་ཡང་གྲགས་ཆེན་པོ་རེད་དེ་ཡིན་ཡིན་ན་ཡང་ཟླ་བ་གྲགས་པ་འདྲ་བོ་ཆགས་ཤར་བ་ཡིན་ན་ཁོང་དགེ་སློང་དཔོན་འདྲ་དག་རེད་མ་གཏོགས་ཡང་རྣམ་འགྱུར་པ་མ་རེད་ཡང་འབུལ་བ་པ་ལ་སོགས་པ་ཁོང་རྣམ་པ་ཁ་ཤས་ཅིག་ཡང་དེ་རྣམ་འགྱུར་པ་རེད་མ་གཏོགས་ཡང་དཔོན་འདྲ་དེ་ཡིན་མིན་ཡང་རྟོགས་རྩོད་པ་ཡོད་རེད། ཡིན་ནའི་ད་པན་ཆེན་ནག་རོང་པོ་འདྲ་བོ་ཆགས་ཤར་བ་ཡིན་ན་དངོས་འབྲེལ་ཁོ་རང་དང་པོར་རབ་ཏུ་བཅོངས་ནས་པན་ཏྲ་ད་གཙོ་མིང་ཡང་ཆགས་བ་རེད་ལ་རྗེས་སུ་དངོས་འབྲེལ་ཁོ་རང་ད་ཚང་མའི་དཀོན་མཆོག་དཀོན་མཆོག་གོང་བུ་ཞུ་ཡ་གི་དེ་ནས་ཅིག་རྣམ་འགྱུར་པ་ཡང་པས་རྩོད་མེད་ཅིག་ཆགས་བ་རེད་དེ་བྱས་ཙང་ད་དངོས་འབྲེལ་ཁོ་རང་པན་ཆེན་ནག་རོང་པོ་ཟེར་དུས་ག་ས་ཨ་ནི་ད་ཅིག་མཁས་གྲུབ་གཉིས་ལྡན་གྱི་ད་བླ་མ་རྩོད་པ་མེད་པ་ཅི་དེ་འདྲ་རེད་དེའི་རྒྱུ་མཚན་ལ་བལྟས་ན་ད་སྐབས་ད་ནཱ་རོ་པ་གྱོན་པ་རྗེས་སུ་བྱུང་ཆོག་ད་དཔེར་ན་རྒྱ་གར་ལ་སྙན་གྲགས་ཆེ་ཤོས Smriti Jana དང་དེ་ག་ནང་བཞིན George Dipamkar དང་དེ་ལ་སོགས་པ་ད་ཆ་ཚང་གི་པན་ཆེན་ནཱ་རོ་པ་སེ་དུ་ག་ས་ཨ་ནི་ཚད་མར་འཛིན་ཡ་ཆེ་རེད་ལ་བོད་ལ་ཆགས་ཤར་བ་ཡིན་ན་ད་ཅིག་པན་ཆེན་ནཱ་རོ་པ་བརྒྱུད་པ་གཙོ་བོ་ལས་དེ་མཁན་དེ་འབྲོང་དགུ་མཁའ་སྤྱོད་པ་ཡིན་ན་ཡང་ས་ཆ་དང་དེ་ག་ནང་བཞིན་ཅིག་ད་ཇོ་ནང་དང་དེ་ལ་སོགས་པ་དང་བོད་ཀྱི་ཆོས་བརྒྱུད་ཐམས་ཅད་ཀྱི། པཎ་ཆེན་ནཱ་རོ་པ་ལ་ཁུངས་སྐྱེལ་གྱི་ཡོད་རེད་ལ་དེ་བོད་ལ་ཡང་ཅིག་ད་གསང་སྔགས་ཀྱི་ཤེས་འཇོན་གསང་བ་འདུས་པ་དང། དཔྱད་རྡོར་དང་བདེ་མཆོག་དང། དེ་ཚོ་ལ་སོགས་པ་དག་གསང་སྔགས་ཀྱི་ཤེས་འཇོན་དེ་ཚོ་ཡང་ཆ་ཚང་པཎ་ཆེན་ནཱ་རོ་པ་ལ་ཁུངས་སྐྱེལ་གྱི་ཡོད་རེད་དེ་ནི་ཕག་མོ་དང་བདེ་མཆོག་ལ་སོགས་པ་དང་ཉམས་ལེན་དེ་ཚོ་ཆ་ཚང་གི་ཁུངས་སྐྱེལ་ས་དེ་ཡང། ལྷག་པར་དུ་སྒྲོལ་མ་དང་དེ་དུས་འཁོར་དང་དེ་ཚོ་ཆ་ཚང་གི་ཁུངས་སྐྱེལ་ས་དེ་པཎ་ཆེན་ནཱ་རོ་པ་ཆགས་ཏེ་ཡོད་རེད། ད་པཎ་ཆེན་ནཱ་རོ་པ་ལ་ཡང། ཇག་ལ་ཡང་ཁུངས། ཁོང་ལ་སློབ་མ། མཁས་པ་སྐད་གྲགས་ཅན་དཔལ། གནས་བརྟན་བྱང་ཆུབ་བཟང་པོ་ལ་སོགས་པ་དག་མང་པོ་བྱོན་ཡོད་པ་རེད། དེ་དེ་ག་ནང་བཞིན་ད་བུག་ནས་ཡང་སྐབས་དུས་དུ་ད་ཅིག་དང་གིས་ཞུས་པ་ནང་བཞིན་ཅིག་བུག་ཅིག་ལོ་ཙཱ་བ་རྒྱ་གར་ལ་ཕེབས་ཉོན་མཁན་འདྲ་ཚོགས་མང་པོ་ཅིག་གིས་ནཱ་རོ་པ་དགོན་དུ་ནས་ཆུ་བསད་མྱོང་ཡོད་པ་དེ་འདྲ་རེད་དེ་ཡིན་ན་ཡང་ནཱ་རོ་པ་དགོན་དབུ་འབྲེལ་ཁོ་རང་སོ་སོ་རང་གིས་ཐུགས་སྲས་ཀྱི་ཚུལ་དུ་བསྐྱངས་པ་དེ་སློབ་གྲྭ་མར་པ་ཆགས་བསྡད་རེད། སློབ་གྲྭ་མར་པ་འདྲ་བོ་ཆགས་ཤར་བས་ན་ཁོང་སྤྱི་དང་དགུང་ལོ་ཆུང་ཆུང་ཕ་ཆ་ད་དགུང་ལོ་བཅོ་ལྔ་ཡས་མས་ཀྱི་ནི་ཁོ་རང་བག་ཡོད་ལ་ཕེབས། དེ་ནི་སྐབས་དེ་དུས་པཎ་ཆེན་ནཱ་རོ་པ་གིས་དངོས་སློབ་ཕམ་སྟེང་པ་ལ་སོགས་པ་བླ་མ་ལ་བསྟེན། དེ་ནི་དེ་སོགས་ཀྱི་ངོ་སྤྲོད་གནང་བ་ནང་བཞིན་ཁོང་ཇཱ་ཨ་ལ་ཕེབས་ཇཱ་ཨ་ནི་ཀ་ཤི་མིར་ལ་ཕེབས་ནས་དེ་ནི་པན་ཆེན་ནཱ་རོ་པ་གི་སྐུ་མདུན་ནས་ཁོང་གིས་ད་ཆད་རྡོར་ལ་སོགས་པ་བདེ་མཆོག་ལ་སོགས་པ་གསང་འདུས་ལ་སོགས་པ་རྒྱུད་མང་པོ་ཅིག་གསན། རྒྱུད་མང་པོ་ཅིག་གསན་བ་ཙམ་དུ་མ་ཟད་པན་ཆེན་ནཱ་རོ་པ་རང་གིས་སྐབས་དེ་དུ་ད་ཇག་གི་ཅིག་ས་ཆ་མི་འདྲ་བ་མང་པོ་ཅིག་ལ་བན་དུ་ད་ཞི་བ་བཟང་པོ་ལ་སོགས་པ་ཇག་གི་གྲུབ་ཆེན་གཞན་པ་དུ་ཚོ་ལ་ཡང་སོ་སོ་སོ་སོ་ལ་ཡང་ཅིག་རྒྱུགས་རེ་རེ་གི་བཀའ་བབས་དེ་འདྲ་ཡོད་རེད། ད་དེ་ཚོ་ཆ་ཚང་བན་རྗེ་ནག་རོག་པ་ཁོང་རང་རང་གི་དགུན་ཁའི་རིང་བྱས་ཙང་ཁོང་གི་མར་པ་ལ་རེ་རེ་བཞིན་དུ་ད་ཅིག་ལམ་སྟོན་གནང་ན་ད་ཁྱེད་རང་ཇག་གི་ས་ཆ་དེ་འདྲ་ཅིག་ལ་ཕེབས་ནས་བླ་མ་དེ་འདྲ་ཅིག་གི་སྐུ་མདུན་ནས་རྒྱུགས་དེ་དང་དེ་བཤད་པ་དང་མན་ངག་དེ་ལ་སོགས་པ་ཞུ་ཞོར་ཟིན་ན་གསུང་དེ་ནི་རེ་རེ་བཞིན་དུ་རྐུན་མ་དང་ལམ་འདོགས་གནང་དེ་གཞི་བཞག་གནང་ནས་ནི་མར་བག་གི་ད་ཅིག་རྒྱ་གར་ཤར་ནུབ་དང་དེ་ག་ནང་བཞིན་ཤི་རི་ལངྐ་ལ་སོགས་པའི་ས་ཆ་མང་པོ་ཅིག་ལ་ཕེབས་དེ་བླ་མ་མང་པོ་ཅིག་གི་དགོན་དོན་ནས་ཁོང་གི་དབང་ལུང་མན་ངག་གསན་བསམ་གནང་དེ་འདྲ་གནང་རྒྱུ་བྱུང་བ་རེད། ད་དེའི་ནང་ནང་ནས་གཅིག་ཕ་ཆེན་མེ་ཏྲི་པ་ལ་ངོས་འཛིན་བྱས་ནས་འབྲི་གི་ཡོད་རེད་གང་ཡིན་ཟེར་ན་ད་སྤྱི་དང་མར་བག་ལ་མཚུངས་པ་ཡིན་ན། མེ་ཏྲི་པ་དང་ནཱ་རོ་པ་དེ་གཉིས་ད་ཁོང་གི་རྩ་བའི་བླ་མ་གཙོ་བོ་གཉིས་ནས་ངོས་འཛིན་གནང་རྒྱུ་རེད། ཡིན་ན་ཡང། མར་པགས་ཀྱི་མེ་དཀྲིས་པ་རྒྱག་སྟངས་ག་འདྲ་རེད་དེའི་སྐོར་ལ་ཡང་མར་པའི་རྣམ་ཐར་དུ་ཚོགས་ནང་ལོགས་ལ་ཡང་གསུང་སྟངས་མི་འདྲ་བ་གཉིས་འབྱུང་གི་ཡོད་རེད། གཅིག་དེ་ག་ཡིན་ཟེར་ན། དེ་ནས། མར་པགས་ལོ་ཙཱ་བ་རྒྱག་ལ་ཐེངས་གསུམ་ཕེབས། དང་པོ་དང་གཉིས་པའི་སྐབས་སུ་ནཱ་རོ་པ་དངོས་སུ་མཇལ་བར་བྱས། གསུམ་པའི་སྐབས་སུ་ནཱ་རོ་པ་གི་ཡེ་ཤེས་ཀྱི་སྐུ་མཇལ། ཡིན་ན་ཡང་བླ་མ་དངོས་སུ་གཙོ་བོ་མཇལ་ཡས་དེ་མེད་འགྲིབ་རེད་ཟེར་ནས་དེ་འདྲའི་གསུང་སྟངས་གཅིག་ཡོད་རེད་ལ་ཡང་གསུང་སྟངས་གཞན་པ་དེ་གཞི་བཞག་བྱས་བ་ཡིན་ན་ཡང་གཅིག། ད་ལྟ་དེ་མར་ཕག་གི་མེ་དྲིལ་བུ་སྦྱར་བ་དེ་ཡང་གཙོ་བོ་ནཱ་རོ་པ་རང་གིས་ཡང་ལམ་སྟོན་གནང་ནས་ནི་སྦྱར་རྒྱུ་བྱུང་བ་དེ་འདྲའི་གི་གསུང་སྟངས་བྱས་ཡོད་རེད། གང་ལྟར་ཡང་ད་མེ་དྲིལ་བ་དེ་སྤྱི་སྟངས་ཁུངས་ལས་གལ་ཆེན་པོ་ཡིན་པའི་རྒྱུ་མཚན་གང་ཡིན་ཟེར་ན། རྒྱ་གར་ལ་ད་དེ་སྔོན་ལ་གཅིག་གྲུབ་ཐོབ་ཟེར་དུས་ག་ས་མཐོ་དང་ནུས་པ་དང་རྫུ་འཕྲུལ་དང་དེ་འདྲའི་ད་གཅིག་གཙོ་བོ་དེ་འདྲའི་ཡོད་མཁན་གཅིག་ལ་ངོས་འཛིན་བྱས་ཡོད་རེད་དེ་ཡིན་ན་ཡང་ད་མེ་དྲིལ་བ་ཡས་མས་ནི་བྱེད་སྟངས་དང། གསང་སྔགས་ཀྱི་གྲུབ་ཐོབ་དང། ལྷག་པར་དུ་ཡང་ནང་པ་སངས་རྒྱས་པ་ཀྱི་གསང་སྔགས་ཀྱི་གྲུབ་ཐོབ་གསན་དུས་གང་ཟག་གལ་ཆེ་ཤོས་དག་ཆོ་ག་འདྲ་མིན་དང་གཅིག་ཏུ་ཐོག་དང་ནུས་པ་དང་རྫུ་འཕྲུལ་དང་དེ་ཚོ་མ་ཡིན་པར་དངོས་འབྲེལ་ཁོ་རང་དག་ཅིག་གནས་ལུགས་རྟོགས་ཡས་དང་གཙོ་བོ་བྱས་ཀྱི་ལུགས་སྲོལ་ཤུགས་ཆེན་པོ་ཅིག་དར། དེ་དང་བརྗོད་བྱ་དེ་དང་འབྲེལ་བའི་ཀྱི་ཐོག་ནས་དག་ཅིག་དོ་ཧ་ཀྱི་ཆོས་འཁོར་ཟེར་ཡས་དང་དེ་ནས་སྨན་གྱིས་བསྐྱེད་པའི་ཡེ་ཤེས་བརྗོད་བྱ་གཙོ་བོར་བྱས་པ་ཀྱི་དག་ཅིག་ཕྱག་རྒྱ་ཆེན་པོའི་ཆོས་འཁོར་བ་དེ་འདྲའི་ཆོས་འཁོར་མང་པོ་ཅིག་དར་བ་རེད། ད་དེ་ཚོ་ང་ཚོ་ནམ་རྒྱུན་བཤད་སྲོལ་གཞི་བཞག་བྱས་པ་ན་དེ་ཐོག་མར་དར་ཡས་སྟེ་ས་ར་ཧ་ནས་དར་ས་ར་ཧ་གི་ཀླུ་སྒྲུབ་ལ་སྣང་ཀླུ་སྒྲུབ་ཀྱི་ཤ་བ་རི་པ་ལ་སྣང་ཤ་བ་རི་པ་གི་མེ་དྲི་པ་ལ་སྣང་རེད་ཟེར་ནས་དེ་འདྲའི་བཤད་ཡ་ལུགས་སྲོལ་ཡོད་རེད་དེ་ཡིན་ན་ཡང་ད་ས་ར་ཧ་དང་ཤ་བ་རི་པ་དང་དེ་ཚོ་ཡང་ལོ་རྒྱུས་རང་གི་མི་སྣ་ཡིན་མིན་ཡང་རྩོད་པ་གཏོགས་སུ་ཡོད་པ་རེད་གང་ལྟར་ལོ་རྒྱུས་ཀྱི་མི་སྣ་ཡིན་པའི་དབང་དུ་བྱས་པ་ཡིན་ན་ཡང་ཁོང་རྣམ་པ་ཡང་དམངས་ཕྲུག་ལ་སྙན་གྲགས་དང་དར་ཆབ་དེ་ཙམ་མེད་པ་དེ་འདྲ་རེད། ཡིན་ན་མལ་ཁྲི་པའི་གྲོགས་པོ་ཆགས་བྱ་བས་ན་ཁོང་ད་ལོར་རྒྱུ་རང་གི་མི་སྣང་ཡིན་པ་དེ་ཚོད་མེད་རེད་དེའི་ཁྱད་ཚང་ད་གཅིག་ནམ་རྒྱུན་ང་རང་ཚོ་གི་ཕྱག་རྒྱ་ཆེན་པོ་ཟེར་བ་དང་དེ་ནི་དོ་ཧོའི་སྒོར་ཟེར་བ་ད་དེ་ལ་སོགས་པའི་ཆུ་སྒོར་དེ་ཚོ་གཅིག་ལོ་རྒྱུས་ཀྱི་ཐོག་ལ་གཙོ་བོ་ཁྱབ་སྤེལ་གནང་མཁན་དེ་མལ་ཁྲི་པ་ཆགས་དེ་རེད་གང་ལྟར་ཡང་ད་མལ་ཁྲི་པ་གི་སྐུ་མདུན་ནས་ཡང་མར་པ་གི་ད་འཇམ་དཔལ་ཚེ་འཇུག་ལ་སོགས་པ་གི་དབང་ལུང་མན་ངག་དེ་འདྲ་མང་པོ་ཅིག་གསན་དེ་གསན་པ་ལ་བརྟེན་ནས་ད་ནམ་རྒྱུན་ང་རང་ཚོ་གི་བཤད་སྟངས་འདྲ་བོ་ག་རེ་ཡོད་རེད་ཟེར་ན། མར་པ་ལ་ཡང་ད་མལ་གྲི་པ་དང་ནག་རོག་པ་གཉིས་ཡོད་པ་ན་ནི་ཇི་ལྟར་ད་མར་བག་གི་རྒྱུད་དང་བཤད་པ་དང་དུ་ཚོད་ད་རྒྱུད་ཀྱི་བཤད་པ་དང་མན་ངག་དང་དུ་ཚོད་མང་ཆེ་བ་གསན་བསམ་གནང་ས་དེ་ནག་རོག་པ་ཡིན་པ་སོང་ཙང་ད་ཅིག་ཇི་ལྟར་དབང་ལུང་མན་ངག་ཁྲེས་གསུམ་དུ་ཚོད་ཀྱི་ཆ་ནི་བཀའ་དྲིན་ཆེ་ཤོས་དེ་ནག་རོག་པ་བཅས་དེ་ནས་ཉམས་རྟོགས་ཀྱི་ཡོན་ཏན་བདག་ཁོ་ར་རྩལ་རྫོགས་པ་དེ་མལ་གྲི་པ་ལ་བརྟེན་ནས་ཡིན་པ་སོང་ཙང་ཨེ་མལ་གྲི་པ་ཡང་ད་ཅིག་མར་བག་ལ་བརྟེན་ནས་དེ་མར་བག་ལ་ད་ཅིག་བཀའ་དྲིན་ཆེ་ཤོས་ཀྱི་རྩ་བ་བླ་མ་གཅིག་ཡིན་པ་ཨ་དེ་འདྲའི་བཤད་སྲོལ་ཡོད་རེད། གང་དང་ཡང་ད་མདོར་ན། ཨ། མར་པ་ལོ་ཙཱ་བ་དང་པཎ་ཆེན་ནཱ་རོ་པ་ཁོང་རེ་རང་གིས་ལམ་སྟོན་གཞི་བཞག་གནང་ནས། ཨན། ཅི། ཡེ་ཤེས་སྙིང་པོ་དང་ཞི་བ་བཟང་པོ་ལ་སོགས་པ་དང་སྐབས་དེ་དུས་ཀྱི་ད་རྗེ་ཁག་གི་གྲུབ་ཐོབ་མང་པོ་ཅིག་བཟློག་ནས་དེ་ནས་དབང་ལུང་མན་ངག། ཁྲིད་ལ་སོགས་པ་དེ་ཚོ་མང་པོ་ཅིག་བསྲིངས་གནང། དེ་གསན་པའི་ཐོག་ལ་ད་པཎ་ཆེན་ནཱ་རོ་པ་འདྲ་བོ་ཆགས་བཞག་བས་ན། སྐབས་དེ་དུས་ད་ཁོང་རེ་རྗེ་ཁག་ལ་གཅིག་ད་རྒྱུད་ཐམས་ཅད་ལ་མཁས་པ་མན་ངག་ཐམས་ཅད་ལ་མཁས་པ་ཡིན་པ་སོང་ཙང་དེ་ཚོ་ཆ་ཚང་ཡང་དེ་ནི་བུམ་པ་གང་བྱོས་ཀྱི་ཚུལ་དུ་མར་པ་ལྷོ་བྲག་པ་ལ་གནང་བ་ཡིན་པས་སོང་ཙང་དེ་མར་པ་ལྷོ་བྲག་པ་དེ་གཅིག་དངོས་འབྲེལ་ཁོ་རང་བོད་ལ་སྤྱི་བཏང་སྐབས་དེ་དུས་ད་མར་མགོ་གྲོ་གསུམ་ལ་སོགས་པོ་གི་ལོ་ཙཱ་མང་པོ་བྱོས་རེད་དེ་ནང་ན་ནི་ད་མར་པ་གྲོ་ཆ་ཤ་ན་འཇུ་རང་གི་ཆ་ནས་ཧ་ཅང་མང་པོ་རང་མ་རེད་དཔེར་ན་བཀའ་འགྱུར་དང་བསྟན་འགྱུར་དུས་ཚོད་ནང་ལོ་ལ་མར་པ་ལོ་ཙཱ་བ་གི་འགྱུར་མཛད་མགྱོགས་ཐོ་སུ་ཉུང་ཉུང་རེད་ཡིན་ན་ཡང་མར་པ་ལོ་ཙཱ་བ་དེ་དམིགས་བསལ་གལ་ཆེན་པོ་ཆགས་ཡ་གི་རྒྱུ་མཚན་གཙོ་བོ་གྲོ་དེ་ག་རེ་ཟེར་ན་ད་གཅིག་གསང་སྔགས་དང་དེའི་ནང་ནས་ཀྱང་རྣམ་འགྱུར་བླ་མེད་དང་རྣམ་འགྱུར་བླ་མེད་ཀྱི་རྒྱུད་ལ་ད་དུས་འཁོར་འཕགས་བོད་པའི་ཞེན་པ་དང། ཅིག་གསང་བ་འདུས་པ་དང་བདེ་མཆོག་དང་ཀྱེ་རྡོར་དང་བདེན་བཞི་ལ་སོགས་པ་ད་དུས་ཚོ་ཆ་ཚང་གི་ད་དུས་ཚོ་ཆ་ཚང་གི་བཤད་པ་དང་མན་ངག་ལ་ད་བོད་གངས་ཅན་གྱི་ལྗོངས་ལ་མར་པ་ལྷོ་བྲག་པ་ལས་མེད་པ་འགྲོ་བ་ཅིག་ཆགས་དེར་ད་དཔལ་ནས་བཤད་པའི་ཆ་ནི། བཤད་བ་ཡིན་ན། བོད་ལ་དཔེར་ན་ད་ཐར་ཆབ་ཆེ་ཤོས་ལྕེ་རྡོར་དང་བདེ་མཆོག་དང་དེ་ཚོ་རེད། གསང་འདུས་ལ་སོགས་པ་རེད། དེ་ཚོ་ཁ་ཤས་ལ་ཤེས་འཇོན་གཉིས་ཚུད་ཡོད་རེད་ཁ་ཤས་ལ་གཅིག་ཙམ་མ་གཏོགས་ཡོད་མ་རེད། དེ་ཚོ་མང་པོ་ཅིག་མར་པ་ལོ་ཙཱ་བ་ནས་བྱུང་བ་རེད་ལ་དེ་བདེན་བཞི་དང་མ་ཧཱ་མ་ཡ་ལ་སོགས་པ་བོད་ལ་ཤེས་འཇོན་གཏོགས་སུ་ཡོད་པ་དེ་ཚོ་གཙོ་བོ་ད་མར་པ་ལོ་ཙཱ་བ་རང་ནས་བྱུང་བ་རེད། དེ་བྱས་ཙང་ད་ཅིག་བྱས་སུ་བོད་ལ་ག་རེ་ལབ་དགོས་རེད་གོ། གསང་སྔགས་ཀྱི་བཤད་པ་ལ་དཔེ་གཙང་དོན་ནང་མཁན་གསང་སྔགས་ཀྱི་བཤད་པ་ལ་དཔེ་མཁས་པོ་ཡོད་བ་དཔེར་ན་ད་སྔར་བྱོན་པ་བུ་སྟོང་ཐམས་ཅད་མཆན་པ་དང། དེ་ག་ནང་བཞིན་ཅིག། ས་སྐྱ་པོ་གོང་པ་གནང་བ་དང། དེ་ག་ནང་བཞིན་རྗེ་བཙུན་གར་པ་དང། དེ་ནས་ཇོ་ནང་ཏཱ་ར་ནཱ་ཐ་དང། དེ་ནས་འབྲུག་པ་ཀུན་མཁྱེན་དཔལ་དཀར་དང། དེ་ག་ནང་བཞིན་ཀརྨ་པ་མུ་ཁྱུད་རྡོ་རྗེ་ཁོང་རྣམ་པ་ཆ་ཚང་གི་ད་ཅིག་གསང་སྔགས་ཀྱི་རྒྱུད། གསུང་ཡོད་འདི་ག་ས་ཐག་ཁུང་ཆེ་ས་གཙོ་བོ་འགྲོ་བ་སྟེ། མ་པ་ལྷོ་བྲག་པ་ཕྱག་དེར། ལྷག་པར་དུ་ཡང། མར་པ་མན་ངག་གི་ཕྱུག་པ། རྗེ་བཙུན་གར་པ་གན་དེ་འདྲ་གསུང་བ་རེད་ལ། སྔོན་འགྲོའི་ང་རང་ཚོ་གི། མར་པ་ནི་བརྗོད་ཡིན་པས་མན་ངག་ཏུ་སོགས་ལ། ཞིབ་ཕྲ་བྱས་ན་སྦྱར་བ་ཡིན་ན་ངོ་འདྲ་སྟེ་བདེན་པ་ཡང་བདེན་པ་རེད། རྒྱུ་མཚན་གང་ཡིན་ཟེར་ན་དང་པོ་ལས་གཅིག། ཆོས་བརྒྱུད་གསར་བརྒྱུད་བཀའ་རྙིང་ལ་སོགས་པ་ཁ་ཤས་ཀྱི་ཡོད་པ་ནང་ནས་ནི། ད་གཅིག་བཀའ་བརྒྱུད་པ་གི་མན་ངག་གཙོ་བོ་ཀྲོ་བོ་སྟེ་གསང་སྔགས་ཀྱི་མན་ངག་གཙོ་བོ་སྟེ། ནཱ་རོ་ཆོས་དྲུག་ཆགས་དེ་རེད་དེ་ན་མར་པ་ནི་བྱུང་བ་རེད། རི་བོ་དགེ་ལྡན་པ་གི་དེ་ནི། གསང་སྔགས་ཀྱི་མན་ངག་གཙོ་བོ་དེ་ནི་རིམ་ལྔ་རེད། རིམ་ལྔ་ནི་དེ་ནི། མར་པགས་ནས་བྱུང་བ་རེད། ཨ་དེ་ག་ནང་བཞིན་ཅིག་དང་དམིགས་བསལ། མར་པགས་ཀྱི་མན་ངག་དུ་ཟོ་ལ་དང་མར་པགས་ཀྱི་མན་ངག་ནག་རོ་ཆུ་དྲུག་ཟེར་ཡ་དེ་ཅིག། རྒྱུ་བྱེ་བྲག་པ་ཅིག་གི་མན་ངག་མ་ཡིན་པར། ཨ་ཅིག་དཔེར་ན་ད་ནག་རོ་ཆུ་དྲུག་ནང་ནས། ད་ལྟ་དེ་རྒྱུ་ཀླུ་དང་འོ་ཟེར་ལ་སོགས་པ་ནི། གསང་བ་འདོད་པ་གི་མན་ངག་རེད། དེ་ནི་གཏུམ་མོ་ནི། ཅིག་བདེ་མཆོག་དང་དགྱེས་རྡོར། དེ་ཚོགས་ཀྱི་མན་ངག་རེད། དེ་ནང་བཞིན། ཕོ་བ་ནི་ཅིག་དེ་དེ། གདན་ཞིག་གི་མན་ངག་རེད། དེ་ཡིན་པ་སོང་ཙང་ད་གཟོད་ཅིག། ནག་རོ་ཆུ་དྲུག་ཟེར་དུས་ག་སུ་ཅིག། རྒྱུད་གང་ཡང་རུང་བ་ཅིག་གི་མན་ངག་མ་ཡིན་པ། རྣམ་རྒྱུན་བླ་མེད་ཀྱི་རྒྱུད་ཐམས་ཅད་ཀྱི་མན་ངག་ཕྱོགས་གཅིག་ཏུ་བསྒྲིལ་བ་ཡིན་པ་སོང་ཙང། ནི། ད་རྣམ་རྒྱུན་བླ་མེད་ཀྱི་རྒྱུད་དུ་ཟུར་གྱི་མན་ངག་ཧ་གོ་གོ་ན་དེ་མར་པ་ལྷོ་བྲག་པ་གི་མན་ངག་ལ་མ་བརྟེན་རང་བརྟེན་འདྲ་བོ་ཆགས་ཏེ་ཡོད་རེད། དཔེར་ན་ད་ད་ལྟ་དེ། ལམ་འབྲས་འདྲ་བོ་ཆགས་ཤར་བ་ཡིན་ན་དེ་ནི་དཔྱད་བཟློར་གྱི་མན་ངག་ཡིན་པ་སོང་ཙང་དཔྱད་བཟློར་གྱི་མན་ངག་དེ་ཚོ་ཡག་པོ་ཧ་གོ་དགོས་ན་ལམ་འབྲས་ལས་བསྟེན་དགོས་ཡག་འདྲ་བོ་ཞིག་རེད། ཡིན་ན་ཡང་དང། ལམ་འབྲས་ལས་བསྟེན་ན་ཡང་ཅིག་གསང་འདུས་དང། རྒྱུད་གཞན་པ་ཡང་གནད་འགག་འཕྲོ་ཡ་དེ་ཏོག་དཀའ་ལས་ཁག་པོ་རེད་ལ་དེ་ག་ནང་བཞིན་ད་ཡང་ཅིག་བོད་ལ་མན་ངག་གྲགས་ཆེ་བ་གཅིག་དེ་ད་དུ་དུས་འཁོར་གྱི་སྦྱོར་དྲུག་རེད། དུས་འཁོར་གྱི་སྦྱོར་དྲུག་འགྲོ་བོ་ཆགས་ཞེས་པ་ཡིན་ན་ཡང་ཁོ། དུས་འཁོར་རང་གི་གནས་མཁར་གྲོ་ཡ་ལས་ཕན་གྱི་རེད་མ་གཏོགས་ཡང་ཐེངས་ཀྱི་གསང་བ་འདུས་པ་དང་བདེ་མཆོག་དང་དཔྱད་བསྡུར་ལ་སོགས་པ་བརྒྱུད་དེ་གཞན་པ་གི་གནས་མཁར་གྲོ་ཡ་དེ་ཡང་དཀའ་ལས་ཁག་པོ་བྱས་ཏེ་ཁོང་བྲེལ་བ་དེ་ཙམ་མེད་འཇོག་འགྲོ་བོ་ཆགས་དེ་རེད། ཡིན་ན་ཡང་ད་ནག་རོག་ཆུ་དྲུག་འགྲོ་བོ་ཆགས་ཞེས་པ་ཡིན་ན་ནག་རོག་ཆུ་དྲུག་ལ་བརྟེན་ནས་ད་གསང་སྔགས་རྣམ་བརྒྱུད་བླ་མེད་ཀྱི་ད་དུས་འཁོར་འཕགས་པའི་བར་གྱི་གཞན་པ་ཆ་ཚང་གི་མན་ངག་གི་གནས་མཁར་དེ། ཁྲོལ་ཐོ་ཡ་གཅིག་ཡིན་པ་སོང་ཙང་དེ་ཚོ་མན་ངག་དེ་ཚོ་དཔེ་མ་ཟད་གལ་ཆེན་པོ་རེད། ད་ལྷག་པར་དུ་མར་པ་ལོ་ཙཱ་བ་གི་མན་ངག་དམིགས་བསལ་དེ་ལ་སེམས་ཕུ་ཟེར་ནས་ཞུ་གི་ཡོད་རེད་ད་སེམས་ཕུ་ཟེར་དུས་ག་ཟེ་ཅིག་རྡོ་ཆག་བདེ་ཆེན་དང་ཟེར་བ། གཏུམ་མོ། ཞེ་སྡང་བདེན་མེད་དང་ཟེར་བ། སྒྱུ་ལུས། གཏི་མུག་མུ་ཏོག་པ་དང་ཟེར་བ་འོ་ཟེལ། ད་གང་ལྟར་དུ་ཟོ་ཅིག། ང་རང་སུ་ནམ་བྱུང་ད་མི་ཚེ་ནང་ལོ་ལ་གཅིག་གཉིས་ཁུག་བ་ཡིན་ན་འདྲ་འདུག་ཐ་མ་ཅི་གནས་སྐབས་ཡིན་ན་འདྲ་འདུག་དེ་ག་ནང་བཞིན་ཐ་ན་དཔེར་ན་ད། ཞི་དུལ་སྐབས་དང་དེ་ནི་བར་དོ་གི་སྐབས་དང་དུས་ཚོད་ཆ་ཚང་ལ་ཡང་ཅིག་ད། སྐད་ཅིག་སྐད་ཅིག་ལ་སངས་རྒྱས་ཡ་གི་མན་ངག་དེ་འདྲ་ཡོད་བ་ཡིན་པ་སོང་ཙང་དེ་ནི་མར་པ་མན་ངག་གི་ཆེ་བ་ཟེར་ནས་དེ་འདྲ་བཤད་ཡ་གི་ལུགས་སྲོལ་བྱུང་བ་རེད། དེར་མར་པ་ལོ་ཙཱ་བ་ལ་ཡང་སློབ་མ་མང་པོ་བྱས་བ་རེད་དེའི་ནང་ནས་ད་མར་པ་ལོ་ཙཱ་བ་གི་དམིགས་བསལ་ཡང་ཐབས་ལ་མཁས་པོ་ཅིག་ག་རེ་གནང་ཡོད་རེད་ཟེར་ན་ཁོང་ལ་ཡང་དཔེ་ལྟ་ཅིག་རྒྱུད་ཀྱི་བཤད་པ་དང་མན་ངག་པས། བསམ་གྱིས་མི་ཁྱབ་པ་མང་པོ་ཡོད་པ་ཡིན་པས་སོང་ཙང་ཨ་ནི་དུས་ཚོད་ཆ་ཚང་གཅིག་སློབ་མ་རེ་རེར་ཚད་ལ་གནང་བ་དང་སློབ་མ་གཅིག་ལ་ཡང་དུས་ཚོད་ཆ་ཚང་གནང་བ་དེ་འདྲ་མ་ཡིན་པའི་ཕྱིར་ཁོང་གིས་ད་དེང་སང་གི་བཤད་སྟངས་བྱས་པ་ཡིན་ན་རིགས་གཅིག་རྐང་འཛིན་གྱི་ཚུལ་དུ་ནི་སློབ་མ་དེ་འདྲ་མང་པོ་བསྐྱངས་གནང་བ་རེད། དེས་ན་ཨ་ནུ་ནི་ད་སློབ་མ་གྲགས་ཆེ་བ་དེ་བཞི་རེད་དེ་ལ་ཡང། ནམ་རྒྱུན་ང་རང་ཚོ་གིས་ཀ་ཆེན་བཞི་ཟེར་ནས་དེ་འདྲ་བཤད་ཡ་ལུགས་སྲོལ་ཡོད་རེད། དེས་ན་ཨ་ནུ་ནི་ཁོང་གིས་ད། སྔོག་འཐུང་ལ་ཁོང་གིས། གཅིག། དཔྱད་བསྡུར་དང། དེ་ནས་བདེན་བཞི་ལ་སོགས་པ་གཙོ་བོ་སྣང་བ་རེད་ལ། དེ་ནས་མི་ལྟུང་ལ་ཁོང་གི་དང་མ་ཧཱ་མ་ཡ་ལ་སོགས་པ་དེ་ཚོ་སྣང་བ་ཅན། དེ་ནས་ཚུར་ལྟུང་ལ་ཁོང་གི་གསང་བ་འདུས་པ་སྣང་བ་ཅན། དེ་ནས་མ་སླ་རེག་པ་ལ་ཁོང་གི་དང་གཙོ་བོ་བདེ་མཆོག། བདེ་མཆོག་ལ་ཡང་དག་གཅིག་ཁོང་གི་བདེ་མཆོག་གི་ཤེས་པ་ལས་ཀྱང་བདེ་མཆོག་གི་མན་ངག་དེ་གཙོ་བོ་ཅན་དུ་སྣང། དེ་སྣང་བ་ལ་བརྟེན་ནས་དག་གཅིག་མར་པ་ལ་གཙོ་བོ་དང། གཅིག་འོང་སྟོང་དཀའ་བཅུ་དང་ཚུར་སྟོང་དཀའ་བཅུ་དང་མི་སྟོང་དཀའ་བཅུ་དང་ནི་མི་ལ་དཀའ་བཅུ་ཟེར་ནས་དེ་འདྲའི་བཤད་ཡག་གི་ལུགས་སྲོལ་ཡོད་རེད་དེ་གང་ལྟར། བརྗོད་པ་ཁ་ཤས་ཅིག་ཡོད་རེད། ཨ་དེའི་ནང་ནས་ན་ད་ཅིག། མི་ལ་རས་པ་འདྲ་བོ་ཆགས་ཤ་བས་ན་དམིགས་བསལ་གྱི་ནི་འདེམས་ཕྱོགས་ཀྱི་བཀའ་བབས་དེ་འདྲ་རེད་དེ་བྱས་ཙང་དེབ་ཐེར་སྔོན་པ་དང་དེ་ཚོ་ནང་ནས་ཡང། གཅིག་མི་ལ་རས་པ་སྐོར་ལ་གསུངས་ཡོད་འདུག་ག་སོ། མི་ལ་རས་པ་དང་གཙོ་བོ་དང་འདེམས་ཕྱོགས་ཀྱི་བརྗོད་པོ་ནང་ནས་གསུངས་ཡོད་རེད། ཐ་མི་ལ་རས་པ་དྲོ་བོ་ཆགས་ཤར་བས་ན། བུ་གངས་ཅན་ལྗོངས་ཀྱི་ད། གྲུ་པ་ཡོངས་ཀྱི་སྤྱི་མིང་སྤྲུལ་པ་གཙུག་སྦྱིན་ཟེར་ནས་དེ་འདྲ་ཞུ་ཡ། ཡོད་པ་ལྟར་དུ་ད་པས། ད། ཚིག་སྙན་གྲགས། ཆེ་དྲགས་ནས་ད། དམིགས་བསལ་ངོ་སྤྲོད་ཞུ་མི་དགོས་ཡ་དེ་འདྲའི་ཆེད་རེད། དེ་ཡིན་དུས་ད། ཅིག། ཡང་གཅིག། གསར་བརྗེ་མ་གཏོང་གི་ཚུལ་ནས་དམིགས་བསལ་གྱི་ཞུ་བ་ཡིན་ན། ད་མི་ལ་རས་པ་གི་དམིགས་བསལ་གྱི་ཁྱད་ཆོས་གཅིག་ག་ཡིན་ཟེར་ན། ད་ཅིག། བུ་ལ་ཡང་སྤྱི་བཏང་མི་ལ་རས་པ་ཟེར་དུས་ག་ས། ཨ་ནེ། བཀའ་བརྒྱུད་པ་གི་གྲུབ་ཐོབ་རེད་ཟེར་ནས་དེ་འདྲའི་ངོས་འཛིན་བྱེད་ཀྱི་རེད་དེ་ཡིན་ན་ཡང་བཀའ་བརྒྱུད་པ་གཅིག་པུ་གིས་བརྩིས་བསྡད་པ་དེ་འདྲ་མ་ཡིན་པ་ད་གང་ལྟར་བོད་ལ་ཡང་ས་དགེ་བཀའ་རྙིང་རིས་མ་བརྒྱད་པ་ཐམས་ཅད་ཀྱིས་ཨ་ནེ་མ་ལ་རས་པ་ཟེར་འདོད་ག་ས་ངོ་འདྲའི་ཁོ་རང་ད་གྲུབ་ཐོབ་ཀྱི་དཔེ་མཚོན་འདྲ་བོ་ཅིག་ལ་ངོས་འཛིན་ཞུས་ཀྱི་ཡོད་རེད་ལ་ད་ས་དགེ་བཀའ་རྙིང་སུ་ནས་ཡིན་ན་ཡང་ཅེས་ངོ་འདྲའི་ཁོ་རང་ཆུ་རྣམ་པར་དག་པ་བྱེད་དགོས་ཡ་དང་ལྷག་པོར་དང་ཡང་དབེན་པའི་གནས་སུ་ཕེབས་ནས་སྒྲུབ་པ་ཉམས་ལེན་བྱེད་དགོས་ན་དེ་ནི་གཅིག་དང་མ་ལ་རས་པ་གའི་རྣམ་ཐར་དང་མ་ལ་རས་པ་གའི་གསུང་མ་ལ་རས་པ་གའི་གདམས་ངག་ད་དེ་ཚོ་ལས་ལྷག་པ་ཅིག་སེམས་ལ་རྒྱུད་ལ་ཕན་པ་དང་དེ་ནི་སེམས་གོལ་ཐེབས་ཡ་དང་བག་ཆགས་འཇོ་ཡ་དང་དེ་ག་ནང་བཞིན་ཉམས་རྟོགས་ཡོན་ཏན་གོང་འཕར་འགྲོ་བར་བྱེད་པ་ལ་ད་དེ་ལས་ལྷག་པ་ཅིག་མི་འདུག་ཟེར་ནས་ད་ས་དགེ་བཀའ་ཉན་རིས་མ་བྱས་པའི་ད་ཅིག་ཚང་མ་གིས་རྩོད་མེད་དུ་གོང་དུ་བཀུར་བསྟི་ཡ། ཨ་དེ་འདྲ་ཅིག་ཆགས་རེད། ཨ་དེ་ག་ནང་བཞིན་ད་མི་ལ་རས་པ་འདྲ་བོ་ཆགས་ཤེས་ན་དངོས་འབྲེལ་ཁོ་རང་ཆུ་པ་རྣམ་པར་དག་པ་ཅིག་ཡིན་པ་སོང་ཙང། ཅིག། མི་ལ་རས་པ་ག་རྣམ་ཐར་སྦྱར་ཡོང་དུས་ག་སང་བོད་ཆུ་ནང་བསྟན་པ་གཅིག་པུ་མ་ཡིན་པ། ཅིག། ཧིན་རྡུ་དང། ཨ་དེ་ག་ནང་བཞིན་ད་ནི་ཡེ་ཤུ་ཆོས་ལུགས་པ་གི་མི་སྣ་དེ་ཚོ་གས་མི་ལ་རས་པ་ག་རྣམ་ཐར་སྦྱར་ཡོང་དུས་ག་སང། ཨེ། དེ་ད་དངོས་འབྲེལ་ཁོ་རང་ཆུ་པ་རྣམ་པར་དག་པ་ཅིག་རེད་འདུག་ད། ཁ་ཤས་ཀྱི་ད་ནི་དེ་འདྲ་བཤད་པ་རེད།

གད་མོ་ཤོར་དགོས་ཡ་དང་དེ་ནས་མིག་ཆུ་ཤོར་དགོས་ཡ་དང་དད་པ་དབང་མེད་དུ་སྐྱེ་ཡ་དང་དེ་འདྲའི་ཆེ་ཆུང་མང་པོ་ཅི་ཡོད་རེད་ཡིན་ན་ཡང་ད་གཙོ་བོ་དགྲ་བོ་དེ་དངོས་འབྲེལ་ཁོ་ར་ཆུ་ཉམས་སུ་ལེན་སྟངས་ད་དཔེ་མཚུངས་དགྲ་བོ་ཅིག་ཤར་བ་ཡིན་ན་ད་འཛམ་བུ་གླིང་ལ་ཡང་བར་ཆད་ད་མ་ལ་རེག་པ་ལ་ལྷག་པ་མེད་བ་དགྲ་བོ་ཅིག་ཤར་བ་དེ་ཡོད་རེད་ད་མ་ལ་རེག་པ་དགྲ་བོ་ཆ་མཚུངས་པ་ཡིན་ན་ཁོང་རེ་སྤྱི་བཏང་གཙང་ནི་རེད་དེ་ཡིན་ནའི་ད་ཁོང་གིས་གྲུབ་པ་ཉམས་ལེན་གནང་དུས་སྐབས་སུ་ད་ཅིག་བལ་སྦུག་གི་ས་མཚམས་དང་ཧི་མ་ལ་ཡའི་ས་ཁུལ་མང་པོ་ཅིག་ལ་ཕེབས་ནས་ནི་ཁོང་གིས་གོང་རིམ་སོ་སོ་གི་མཚམས་སྙན་སྒྲོག་གནང་ཡ་དང་ཨ་དེ་ག་གནང་བཞིན་ཅིག་ས་གནས་ཀྱི་མི་མང་དེ་ཚོ་ལ་ཁོང་གིས་མགུར་གྱི་རྣམ་པ་དོར་ནས་དེ་ནི་ཆུ་བཟུང་བ་ཡིན་པས་སོང་ཙང་ཁོང་གིས་ད་སློབ་མ་གིས་ཕ་ཆ་ད་བལ་སྦུག་གི་ས་ཆ་དེ་ཚོ་མང་ཆེ་བ་ཅིག་གང་བདེ་བར་འགྲོ་བ་ཞིག་རེད་དེའི་ཕྱིར་ཙང་ད་ལྟ་ཡང་ཅིག་ད། ནུབ་རིའི་དང་སྙེ་ཤང་དང་ཡོལ་མོ་ལ་སོགས་པ་ལྟ་ཅི་བར་བུབ་ཀྱི་ས་མཚམས་དུ་སོ་ག་བ་ཁ་ས་ལ་མོ་ལ་རས་པ་ཀྱི་སྒྲུབ་གནས་མེད་བ་ཅི་བར་ཆ་མེད་བར་འགྲོ་བ་ཞིག་རེད། ཨ་དེ་ཡིན་དུས་སྐབས་སུ་ཁོང་ལ་སློབ་མ་དཔེ་མང་པོ་ཡོད་རེད་དེའི་ནང་ནང་ནས་དམིགས་བསལ་གྲགས་ཆེ་བར་འགྲོ་བ་གཅིག་དེ། རས་ཆུང་བ་རེད། གཅིག་དེ། དྭགས་པོ་རིན་པོ་ཆེ་རེད། གཅིག་དེ། ངམ་རྫོང་རས་པ་ལྟ་སྟེ་དེ་གསུམ་དེ་ལྟ་ཅིག་བརྒྱུད་པ་ཡུན་རིང་ཤོས་གནས་མཁན་འགྲོ་བ་ཅིག་ཆགས་བ་རེད། དེའི་ནང་ནང་ནས་ལྟ་ཅིག་རས་ཆུང་བཀའ་བརྒྱུད་དང་དེ་ག་ནང་བཞིན་ངམ་རྫོང་བཀའ་བརྒྱུད་དུ་བཟོ་ཡང་ཆེས་དང་དྭགས་པོ་བཀའ་བརྒྱུད་ལས་འབྲི་བ་ཡིན་པ་སོང་ཙང་ད་ལྟ་སྟག་རང་ཁང་ཚུགས་པ་གནས་པ་དེ་དེ་དྭགས་པོ་བཀའ་བརྒྱུད་ཆགས་རེད་ད་དྭགས་པོ་རིན་པོ་ཆེ་འདྲ་བོ་ཆགས་ཚུངས་པ་ཡིན་ན་ཨ་ནི་ཇི་ལྟར་ད་བོད་གངས་ཅན་གྱི་ལྗོངས་སུ་དེ་སངས་རྒྱས་ཀྱི་ལུང་བསྟན་རེད་ཟེར་ཡ་དགེ་ད་བྱིས་པ་དམ་པ་མང་པོ་ཅིག་བྱུང་བ་རེད་དེ་དེའི་ནང་ནས་ད་རྩོམ་མི་ཡུང་གྲགས་གཅིག་དེ་དྭགས་པོ་རིན་པོ་ཆེ་ལ་ངོས་འཛིན་བྱེད་ཡ་ལུགས་བཟོ་ཡ་རེད་ད་ཇི་ལྟར་ཁོང་ལ་དཔལ་ལུང་བསྟན་གྱི་ཆེ་བ་དང་དུ་ཚོགས་རྣམ་ཐར་བསམ་གྱིས་མི་ཁྱབ་པ་རེད་དེ། ཡིན་ན་ཡང་ད་དྭགས་པོ་རིན་པོ་ཆེ་གི། ཅེས། ཚུར་རོལ་ཐུང་བ་གིས་སྣང་བ་གཞི་བཞག་བྱས་ནས་དྭགས་པོ་རིན་པོ་ཆེ་གི་རྣམ་ཐར་དེ། ཞུས་པ་ཡིན་ན། ནི། དྭགས་པོ་རིན་པོ་ཆེའི་རྣམ་ཐར་དེ་སྤྱིར་བཏང། རིགས་འདྲ་མི་འདྲ་ཁ་ཤས་བརྗོད་རིགས་དེའི་ནང་ནས་གཅིག་ད་དངོས་འབྲེལ་ཚད་མར་འཛིན་ཡོད་པ་གཅིག་དེ། ད་ལྟ་དྭགས་པོ་རིན་པོ་ཆེ་རང་གིས་གསུངས་པ་ཀརྨ་པ་དུས་གསུམ་ཆེན་པོ་གི། ཟིན་བྲིས་ལ་བཀོད་གནང་བ། ཀརྨ་པ་དུས་གསུམ་ཆེན་པོ་གི་ཞུས་ལན་གྱི་ནང་ནས་ད། རྣམ་ཐར་མདོར་བསྡུས་བྱས་ཡོད་རེད་དྭགས་པོ་རིན་པོ་ཆེའི་རྣམ་ཐར་མདོར་བསྡུས་ཀྱིས། ད་དེ་གཞི་བཞག་བྱས་པ་ཡིན་ན། དྭགས་པོ་རིན་པོ་ཆེ་ཁོང་ནས་ཅིག་རབ་ཏུ་བྱུང་དུས་སྐབས་ནས་ནི་ཁོང་གི་བླ་མ་མངའ་རིས་པ་ཟས་ཅིག་ད་ལྟའི་མི་ལ་རས་པ་གི་སློབ་མ་ཡིན་ན་ཡང་ན་སློབ་རྒྱུད་ཡིན་ན་ཅིག་ཡིན་ཟེར། དེ་གི་སྐུ་མདུན་ནས་ཁོང་གི་ད་མི་ལ་རས་པ་གི་སྐོར་ལ་ཟིན། མི་ལ་རས་པ་གི་གདམས་ངག་དེ་བླ་མ་མངའ་རིས་པ་ཟས་དེ་ལ་ཡོད་པ་དེ་འདྲ་ཟིན། གནང་རོགས་ཅིག་ཟེར་ནས་ཞུས་ནས་ནི་ཁོང་གི་མི་ལ་རས་པ་གི་གདམས་ངག་དེ་ཚོ་ཁོང་གི་ཉམས་ལེན་གནང་ཡོད་དུས་སྐབས་སུ་ཅིག་སྐབས་དེ་དུས་སྐབས་ནས་ཁོང་ལ་སྒོམ་ལ་སྤྲོ་བ་འགྲོ་བ་ཆེད་ལས། ཨ་ནི། ཅིག། སྒོམ་གྱི་ཉམས་དུ་བཟོ་ཡང་ཨོས་བྱུང། དེ་འདྲ་བྱུང་བ་རེད་དེ་དེའི་རྗེས་ལ་ཁོང་བེམ་པོའི་ཕྱོགས་དེ་བ་ལ་ཕེབས་དེ་ནི་བཀའ་གདམས་ཀྱི་བླ་མ་དུ་བཟོ་བསྟེན། བཀའ་གདམས་ཀྱི་བླ་མ་དུ་བཟོ་ལ་བསྟེན་དེ་འདྲ་གནང་ཡོང་དུས་སྐབས་སུ་ཅིག། སྒོམ་ཉམས་ལེན་དུ་བཟོ་ཡང་ཅིག། བྱེད་སྟངས་དག་བྱང་ཆུབ་ཀྱི་སེམས་དང་དེ་ག་ནང་བཞིན་ངེས་འབྱུང་དང་སྐྱོ་ཤས་དང་དེ་ཚོ། ཡག་པོ་བྱུང་བ་ཡིན་ན་ཡང། ཉམས་རྟོགས་ཡོང་ཐེངས་དུ་གོང་འཕེལ་འགྲོ་རོགས་མ་ཅིག་ཏོས་སྐུ་ངལ་བ་བརྒྱ་འཕྲད་དེ་ནི་ཁོང་གིས་ད། ངའི་དངུལ་འདྲེ་ཁོ་རང། མ་ལ་རས་པ་དངུལ་སུ་སྦྱར་ནས་མ་གཏོགས་འགྲིག་ས་མ་རེད་དགོངས་ནས་ནི་ཁོང་གཙང་ལ་ཕེབས་མ་ལ་རས་པ་སྐུ་མདུན་ལ་བ་བྱས་ལྟར་ཟླ་བ་བཅུ་གསུམ་བཞུགས། དེ་འདྲ་བྱས་ནས་ད་གཏུམ་མོ་གཙོ་བོར་བྱས་པ་གི་ད་མན་ངག་མང་པོ་ཅིག་ཁོང་གིས་གསན། དེ་ནི་ཁོང་རང་ཡུལ་ལ་ཕེབས་ནས་ད་ཅིག་གཏུམ་མོ་དང་དེ་ཚོ་ཉམས་བཞེས་གནང་ཡོང་དུས་དགའ་སོ། ཅིག་ལས་སླ་བ་ཉམས་རྟོགས་ཡོན་ཏན་གུང་ཕར་ལ་འགྲོ་རོགས་མ་བྱས་ནས་ད་དུང་ཡང་སྐུ་ངལ་བ་བྱས་ཏོག་སྤྲད་ནས་ནི་མི་ལ་རས་པ་དང་ཞལ་གྲངས་ནས་ད་ལོ་བདུན་གི་རྗེས་ལས་ནི་ཅིག་ད་ཉམས་རྟོགས་ཡོན་ཏན་བཞེས་ནས་རྩལ་རྫོགས་པ་དེ་འདྲའི། ཁོང་གིས་གསུངས་འདུག་ཁོང་རང་གིས་སྐར་མ་པོ་དུས་གསུམ་བྱེད་པ་ལས་དེ་འདྲ་གསུངས་འདུག་དེ་ཡིན་དུས་ད་དྭགས་པོ་རིན་པོ་ཆེ་ཁོང་རིགས་ལ་ཡང་ཅིག་ཁོང་རིགས་ཀྱི་དངོས་འབྲེལ་ཁོ་རང་ཆོས་བྱེད་ཡིན་དུས་སུ་གལ་ཆེ་ཤོས་དེ་སྒོམ་ཉམས་ལེན་བྱེད་ཡ་རེད་འདུག་སྒོམ་ཉམས་ལེན་བྱེད་དུས་དེ་ནི་གལ་ཆེ་ཤོས་དེ་དག་ཅིག་ཉམས་རྟོགས་ཡོན་ཏན་གོང་འཕེལ་འགྲོ་ཡ་དང་ལྷག་པར་གཏོང་ཡ་དེ་ནི་ད་གཙོ་བོ་དེ་གནས་ལུགས་རྟོགས་ཡ་དང་གནས་ལུགས་རྟོགས་ཡ་དེ་ཡང་ད་གཙོ་བོ་ཅིག་ནང་སེམས་ཀྱི་གནས་ལུགས་རྟོགས་ཡ་དེ་གལ་ཆེ་ཤོས་ཡིན་པ་དེ་འདྲའི་དགོངས་ནས་ཨ་ཁོང་གི་རྗེས་མ། ཅིག་ད་ཁོང་གི་སློབ་མ་བཅངས་ཡོད་འདུག་ག་ས་ཨ་ནི་ཁོང་གི་དཔེ་ཅིག་དྭགས་པོ་རིན་པོ་ཆེ་གི་ཁྲིད་བལྟ་བ་ཡིན་ན་ཨ་ནི། དེ་སྔོན་ད་དཔེ་ཆ་ལྟ་མྱོང་ཡོད་མེད་ལ་མ་ལྟོས་པ། ལོ་ཆེ་ཆུང་ལ་མ་ལྟོས་པ། ཨ་ནི་སློབ་སྦྱོང་ཡོད་མེད་ལ་མ་ལྟོས་པ། ཅིག་ལོ་ཆུང་ཆུང་དུ་སོང་ཡང་དཔེ་ཉམས་རྟོགས་ཀྱི་རྩལ་རྫོགས་ནས་གྲུབ་ཐོབ་འཆར་བ། དེ་འདྲའི་ལོ་རྒྱུས་ཡོད་རེད།